ཧོ། བླ་སྲོག་འོག་ལྟ་འདི་ནས། དུག་སྒོང་ང་ཚོ་སྤྱིར་ཉིས་སྟོང་བཅུ་དགུ་ལོའི་ཟླ་བ་གཉིས་པའི་ཚེས་པ་ཉིན་རྩ་བཞིའི་ཉིན་མོ་ད་ཆ་དེར་བརྟེན་འདིར་རྣམ་པ་ཚོ་ཚང་མ་ལོ་སར་འཚམས་འདྲི་ཞུ་དགོས་ཡོད། ཨ་ནི་དེ་ནས་ཟླ་འགོ་ང་ཚོ་མགོན་པོ་རྫུ་འཕྲུལ། ཨ་ནི་བྱོན་པའི་དུས་ཚོད་སྐོར་དེ་ལྟོས་བཅས་དེ་ཞུས་ཟིན་པ་རེད་ད་ཟླ་འགོ་དེའི་ཁྲོད་ནས་མགོན་པོ་རྫུ་འཕྲུལ་དུས་རབས་ག་དུས་ཀྱི་རྒྱལ་བ་འཕགས་པོ་ཡོད་ལ་བྱོན་ཡོད་མེད་ཀྱི་ལྡབ་མ་ཆེ།

ཨ་ནི་བརྒྱ་ཕྲག་དྲུག་པ་དང་བདུན་པའི་ནང་ལོ་ལས་ཨ་ནི་རིམ་པར་བྱོལ་བས་རྒྱ་ནག་གི་གནས་སྐོར་བ་དཔེར་ན་ཐང་སའི་བླ་མ་རེ་ཐི་ན་ཤིང་གི་ཨེ་ཅིན་གྱི་ལམ་ཡིག་རེ་ཐི་ན་ཤིང་གི་རྒྱ་གར་རང་གི་ལོ་རྒྱུས་ཁག་ནི་རེ་ཐི་ན་ཤིང་གི་ང་ཚོ་དང་རྒྱ་གཞུང་ནང་ཆ་བཞག་པ་ནི་གཙོ་བོ་བསྟན་འགྱུར་ཆགས་ཡོད་པ་ཡིན་ཙང་དེ་བསྟན་འགྱུར་གྱི་ཡང་གཞུང་ཚན་ཁག་དང་གཙོ་ཁ་སོ་རེ་ད་སྤྱིར་ཡོང་གཅིག་མཚུངས་རབས་ཀྱི་མཐུན་པ་ཡིན་པ་ཡིན་ཙང་དང་གཙོ་རེ་དམིགས་བསལ་དོགས་པ་མེད་ཡོད་མ་རེད། ཡིན་པ་ཡིན་ནས་ད་རྒྱ་གར་གྱི་རྒྱལ་པོ་དེའི་བན་རྒྱལ་པོ་བདེ་ཆོས་ཡིན་པ་ཡིན་ན་རྒྱལ་པོ་བདེ་ཆོས་ངོས་འཛིན་སྟངས་དང་ལོ་རྒྱུས་དང་ཚན་གཅིག་ལྷག་ཏུ་རྩོད་མེད་ཡོངས་གྲགས་ཡང་ན་ཁ་གསལ་པོ་གཅིག་རྒྱ་གར་བབ་ཁ་ཡོད་ལས་དེའི་ཚབ་ཡིག་ཆ་དོན་དུ་དཀོན་པོ་རབ་གཅིག་རེད་འདི་དཀའ་ངལ་རབ་གཅིག་རེད་ད་དེ་ནས་རྒྱ་གར་རང་གི་གནའ་རབས་ཀྱི་ལོ་རྒྱུས་ད་དེ་ཚོ་གྲགས་ཆེ་བ་དེ་ད་ད་པུ་ར་ན་སའི་དེ་རེད་འོ་དེའི་ད་ད་ཡིག་ཆ།

དེ་ལ་རྒྱ་གར་ལུགས་རྒྱུན་རྙིང་པ་དང་མཛོད་རྣམས་ལ་གསལ་བར་ཤེས་བྱ་བྱས་པ་ཡིན་ན། རྒྱལ་རབས་རིམ་པ་མ་རིམ་བྱུང་རོལ་གྱི་རྒྱལ་རྒྱུད་དང་རྒྱལ་རབས་རིམ་པ་སུམ་ཅུ་ཙམ་བྱུང་བ་ལོ་རྒྱུས་ཡོད་རེད། ད་དེའི་ནང་ནས་དཔེར་ན་སུམ་ཅུ་ཙམ་བྱུང་བ་དང་མཛོད་ལོ་བཞི་བརྒྱ་དྲུག་ཅུ། དེ་འདྲ་ཅིག་ཡང་ཡོད་དེ་རྒྱ་གར་ལྷོ་ཕྱོགས་ཀྱི་རྒྱུད་ལ་སོགས་པ་དང་ཚུ་ལེ་ཡ། ཨེ་ནི་རྒྱལ་སྲིད་བསྐྱངས་པའི་ལོ་རྒྱུས་དེ་འདྲ་བཤད་ཀྱི་ཡོད་རེད།

མ་བསྡུས་པ་ཡོང་གི་འདུག་དེ་འདྲ་ཡིན་པ་ཡིན་ཙང་ཨ་ནེ་ཕྱི་མ་ད་ལྟ་རྒྱལ་པོ་གཙོ་ཆེ་བ་དང་ཚོ་གང་ད་ལྟ་རྒྱལ་རབས་བཅུ་དགུ་དང་ཨ་ནེ་རྒྱལ་རབས་བཅུ་དགུ་དེ་ལོ་ཉིས་བརྒྱ་བདུན་ཅུ་དོན་བརྒྱད་སྲས་དེ་དང་གཅིག་གོང་གི་རྒྱལ་པོ་སུམ་ཅུ་དང་ལོ་བཞི་བརྒྱ་དྲུག་བཅུའི་གསུང་དང་དེའི་ནང་ནས་ད་གཙོ་ཆེ་བ་དང་ཚོ་དྲངས་པ་ཨོ་དོ་བྱས་ནས་གསུངས་པ་ཡིན་ས་རེད་དེ་འདྲ་ཡིན་དུས་ད་རྒྱལ་པོ་སོ་སོའི་རྒྱལ་སྲིད་སྐྱོང་བའི་དུས་ཡུན་ལ་ཆ་བཞག་པ་ཡིན་ནས། ཨེ་ནི་ད་ལྟ་ང་ཚོ་གནའ་རབས་ཀྱི་ཡིག་ཆ་ཁག་རྙིང་པ་འདི་ཚོ་མཐུན་གྱི་ཡོད་མ་རེད། ཨེ་ནི་གསར་བ་ནི་ད་ལྟ་བསྔོགས་པའི་ཨེ་ནི་དངུལ་འགྲམ་དང་རྡོ་བརྐོས་ཀྱི་ཡིག་རིགས་ལ་སོགས་པ་དེ་འདྲས་རྙེད་པ་དེ་ཚོར་ཆ་བཞག་བས་ན། རྒྱལ་པོ་ག་ལ་གང་འཚམ་གྱི་སྤྱི་ཡོངས་ཀྱི་ལོ་རྒྱུས་ར་འཕྲོད་པ་འདྲ་པོ་ཆེ་བྱུང་བའི་ལོ་རྒྱུས་གསུང་གི་ཡོད་རེད། ད་སྤྱི་ཡོངས་ང་ཚོ་སྤྱི་ལོ་ཉིས་བརྒྱ་ཉི་ཤུ་ཙམ་དེ་འདྲས་ཅིག་གི་གཡས་གཡོན་ནས་བྱས་པ་ཅིག་ཨེ་ནི་རྒྱལ་པོ་བདེ་སྤྱོད་ཀྱི་རྒྱལ་རྒྱུད། ལོ་བརྒྱད་ཅུ་རིན་པོ་ཆེ་ནས་བྱུང་བའི་ནོར་ལས་རྒྱལ་པོ་དྷརྨ་སྟེ། ད་ལྟ་པུ་ལ་བྷིའི་བློན་པོ་ད་ལྟ་ཅཱ་ཏྲ་མུ་ལ་སྲས་ཀྱི་དེའི་རྒྱལ་རྒྱུད་བྱུང་ཨན་དེས་ད་ལྟ་དེ་ཆུའི་རྒྱལ་རྒྱུད་ཀྱི་མིང་གི་དྷརྨ་དེ་ད་ཆ་དེ་བ་དེ་འདྲའི་གསུང་གི་ཐུ་བ་ད་རྒྱལ་རྒྱུད་དེ་སྤྱི་ཡོངས་ལོ་གོང་ལ་ཤི་བ་ན་ཞེས་རེ་བཞི་བརྒྱ་དྲུག་ཅུ་ཙམ་གྱི་རིང་ཆབ་སྲིད་ཀྱང་དེ་འདྲའི་གནས་པའི་ལོ་རྒྱུས་གསུང་གི་ཡོད་རེད་དེ་འདྲའི་གནས་པ་ཡིན་པ་ཡིན་ན་རྒྱལ་རྒྱུད་ཀྱི་མགོ་དེ་བས་ཆེ་ལོའི་སྔོན་གྱི་ཨ་ནི་ང་ཚོ་རྒྱ་གྲ་གསུམ་པའི་ཀྱི་དེ་འདྲའི་ཅིག་ནས་ཕལ་ཆེར་འགོ་ཚུགས་པ་དེ་འདྲའི་ཅིག་ལས་འདོད་དགོས་ཀྱི་ཡོད་རེད། ད་དེ་ནས་ལོ་ཉིས་བརྒྱ་བདུན་ཅུ་ཙམ་གནས་པ་ཤེས་པ་ཡིན་པས་ཡིན་ན་ནི་སྤྱི་ལོའི་གོང་གི་བརྒྱ་ཕྲག་དང་པོའི་ནི་ཐ་མ་ལ་མ་དེ་འདྲའི་ཅིག་ལས་ཡང་འདོད་དགོས་པ་བྱས་ཀྱི་ཡོད་རེད་ཡིན་པས་ཡིན་ནས་ད་ང་ཚོ་ཕྱི་མ་གཞི་བཞག་བྱས་པ་ཡིན་ན་མོ་རས་རྒྱལ་རྒྱུགས་ལ་སྤྱི་ལོའི་སྔོན་གྱི་ལོ་བརྒྱ་དང་བརྒྱད་ཁྱབ་དུས་དེ་འདྲའི་ཅིག་ལས་ཡང་རྫོགས་པ་གསུང་གི་ཡོད་པ་ཡིན་ཙང་རྒྱ་གར་ལྷོ་ཕྱོགས་ཀྱི་ད་ང་དེའི་ཁུངས་སུ་མི་འདུག་ཡིན་ན་ལྷོ་ཕྱོགས་ཀྱི་ཁུལ་གྱི་ང་ཚོ་རྒྱལ་པོ་དེའི

རིང་ག་ལས་རྒྱ་གར་ལྷོ་ཕྱོགས་ཀྱི་མངའ་ཁུལ་དེ་ཚོའི་ལོ་རྒྱུས་ད་ཅི་གོང་ལ་ཞུ་བ་ན་ཤིང་སྣ་རབ་ཀྱི་ཡིག་ཆ་རྙིང་པ་ད་ནི་པུ་ར་ན་སེ་ར་ཡིག་ཆ་ཁག་དང་མཚུངས་མ་ཐག་ཧ་ལམ་གཞན་དག་མེད་པའི་ཟུར་བཞི་རེ་ཡིན་པ་ཡིན་ན་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བརྒྱད་ཏི་ནན་ཅེས་པ་ཅིག་གིས་གསུངས་པའི་རྒྱ་གར་ལྷོ་ཕྱོགས་ད་ནི་པ་ཟླའི་འབྲས་སྤུངས་མཆོད་རྟེན་དང་དེའི་ཉེ་འཁོར་ལ་ཡོད་པའི་ན་ག་ཅུ་ན་ཀོ་འདྲ།

རྒྱལ་པོའི་བཙུན་མོ་དག་ཨན་ཏི་ན་ཤེ་ཀི་སྐུམ་ཆེ་ལ་སོགས་པ་དོན་མཛད་མཁན་ཡང་མང་པོ་ཞིག་གི་ང་ཚོ་ནང་པའི་གཙུག་ལག་ཁང་དང་མཆོད་རྟེན་ལ་སོགས་པ་གཞན་ཡང་ཨ་ནི་དགེ་འདུན་རེ་ཨ་ཅིག་སྙིང་པོ་ཞབས་བཏགས་ཞུས་ཨན་ཏི་ན་ཤེ་ཀི་མགོན་པོ་ཀླུ་སྒྲུབ་ཞུ་སའི་ཐང་དང་ནཱ་ག་བྱོན་ལ་ཀོན་ཀྲ་ལྷོ་ཕྱོགས་དཔལ་གྱི་རི་ལ་སོགས་པ་དོན་མཛོད། དཔེར་ན་ཕྱིས་ཀྱི་ཐ་སྙད་ལ་བྱས་བཞག་པས་ན་དུས་རབས་ག་དུས། དེ་ནས་དོན་དག་གཡོན་ཡོངས་ཆོས་ལ་དོན་དག་ཆོས་བཀྲུས་ན་སྔགས་སུ་ནག་པོ་བྱས་ཏེ་རོ་ཨོ་དེ་རྒྱུ་གསལ་དོན་དག་ཡོན་ཆོས་ལ་སོགས་པ་དོན་དག་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ནང་ལོ་ལ་ཨ་ནི་ཆོས་མཛོད་རྒྱབ་ཀྱི་ཆོས་མཛོད་ཆེན་མོ་ཞིག་ཆགས་ནས་དེ་དེའི་ཆོས་མཛོད་ཆང་དེའི་གནས་བཞུགས་ལ་སོགས་པ་དེ་ང་ཚོ་ཆོས་མཛོད་གོ་ལ་ཡ་དེ་ཤོར་རེད་ད་ཆོས་མཛོད་དེ་མ་བསུས་པའི་གོང་ལ་དེའི་ས་འོག་ནས་ཐོན་པའི་ལྷ་ཁང་དང་གཙུག་ལག་ཁང་དང་མཆོད་རྟེན་ལ་སོགས་པ་དེ་འདྲས་ཀྱི་ཞིབ་རོ། ལྷག་མ་ཞུགས་པ་དེ་ཚོ་གནས་གཞན་དག་ལ་སྤོས་ཞེས་ད་དེ་ཚོ་ཁྲིམས་དེ་ལ་སོགས་པ་འདི་འདྲའི་སྲོལ་ཡོད་རེད་འོ་ད་དེ་ཚོ་ནང་ནས་ད་གནས་དངོས་གནས་འདི་ད་དེང་སང་ང་ཚོ་མཇལ་ཡོད་མ་རེད་ཆུ་མཛོད་ཆགས་ས་བོར་བ་དེ་ནས་ད་པུ་ར་ན་ཡིག་ཆའི་རྙིང་པ་དེ་ཚོའི་ནང་ལོར་བལྟས་པ་ཡིན་ན་རྒྱལ་པོ་དེ་ཅོད་བཟང་པོའི་ད་ད་རྒྱལ་རྒྱུད་ཀྱི་རྒྱལ་རབས་མང་ཉུང་ད་བཅུ་དགུ་དང་སུམ་ཅུ་མང་ཉུང་གཉིས་ཡོད་རེད་གཉིས་ཀ་ག་རེའི་དབང་དུ་བྱས་པ་ཡིན་ན་རྒྱལ་པོའི་ཐོག་མ་དེ་ད་ད་སྲིན་མོ་འགའ་བསད་དེ། མིང་གསལ་ཡོད་རེད་མ་གཏོགས་ཡང་རྒྱལ་པོ་བདེ་སྤྱོད་ཟེར་ཡ་གི་མིང་དེ་གསལ་ཡོད་མ་རེད་འོ་དེ་འདྲའི་གི་དེ་ཚོའི་གསུང་སུ་གི་ལྷ་ས་ཁྱད་པར་ཚོས་ཞིབ་འཇུག་བྱེད་མཁན་དེ་དེ་འདྲའི་གི་གསུང་གི་འདུག། ད་རྒྱལ་རྒྱུད་དེའི་རྒྱལ་པོ་དང་དང་པོ་དེ་རྒྱལ་པོ་བདེ་སྤྱོད་ཟེར་བྱུང་པ་ཡིན་པ་ཡིན་ནའི། རྒྱལ་པོ་བདེ་སྤྱོད་ཟེར་ཡ་དེ་སྐབས་དེ་དུས་རྒྱ་གར་ལྷོ་ཕྱོགས་ལ་ཧ་ཅང་གི་མངའ་ཐང་ཆེན་པོ་དེ་འདྲའི་ཡིན་ས་མ་རེད། ད་ཕྱིས་སུ་རྒྱལ་པོ་ད་ལྟ་སི་མུ་ཀ་ཟེར་ཡ་དེ་མངའ་ཐང་དང་མཚན་ཉིད་ཧ་ཅང་ཆེན་པོ་བྱུང་པ་ཡིན་པས་ད་དེ་ནས་བཟུང་བ་ཅིག་གི་རྒྱལ་རབས་བཅུ་དགུ། བྱུང་བ་ཡིན་ཙང་ཨན་རྒྱལ་རབས་གཙོ་ཆེ་བའི་དབང་དུ་བཏང་ནས་རྒྱལ་རབས་མང་ཉུང་དང་དུ་བཅུ་དགུ་དང་སུམ་ཅུའི་དབང་བཏང་བས་ན་བཅུ་དགུ་དེ་ཨན་ནི་སྲིན་མོ་ག་ནས་མ་གྲགས་ཆེ་བ་དང་སྙན་གྲགས་ཆེ་བ་བྱུང་བ་ཡིན་ཙང་དེ་ནས་བྱས་པ་གཅིག་གིས་ཨན་ཡིག་ཆ་འགའ་ཤས་ནང་ལ་ལ་རྒྱལ་རབས་བཅུ་དགུ་ཟེར་བ་ཕ་གཅིག་དེ་འདྲ་ཡིན་ས་རེད། དེ་ནས་ད་རྒྱལ་རབས་སུམ་ཅུ་མ་ང་དུ་དབང་དུ་བཏང་བ་ཡིན་ན་ང་ཚོ་སྲིན་མོ་ག་ཟེར་ཏེ་སྤྱི་ཡོངས་ཀྱི་ད་གུ་རིམ་ནོར་ར་རེད་མ་གཏོགས་སྤྱི་ཡོངས་ཀྱི་ང་ཚོ་རྒྱལ་པོའི་ཐོག་མ་བདེ་ཆོས་ཟེར་ཏེ། ཨོ་རྒྱན་རྒྱུད་ཀྱི་མིང་ལ་ཐོགས་པ་དེ་འདྲས་གསུང་གི་འདུག་ད་དེ་ནས་ང་ཚོ་ངས་ཡིག་ཆ་གཅིག་འདི་ད་ལྟ་བསྟན་འགྱུར་ནང་ལོ་ལ་བཞུགས་པའི་གྲུབ་ཐོབ་བརྒྱད་བཅུའི་རྣམ་ཐར་རེ་ང་ཚོ་སྤྱི་ཡོངས་དང་འདྲ་མི་སློབ་དཔོན་མི་རྗེ་ཅི་མ་དཔལ་གྱིས་མཛད་པའི་དཔེ་ཇི་དཔར་མའི་བསྟན་འགྱུར་གྱི་ད་ལྟ་སྤོས་ལ་ཞབས་ཀྱི་ལུགས་ཤོག་གྲངས་བཅུ་དགུའི་ནང་ལ་གསལ་བར་བཤད་བྱ་བས་ནི་ཀོང་པོ་ཀླུ་སྒྲུབ་ཀྱིས་བྱིན་གྱིས་བརླབས་པའི་རྒྱལ་པོའི་ཚལ་ལ་ཡང་ནི་ས་ལ་པད་ཟླ་ཅེས་གསལ་ཡོད་རེད་དེ་ཡིན་དུས་ད་ཀོང་པོ་ཀླུ་སྒྲུབ་ཀྱི་སྐབས་ལ་བྱོན་པའི་རྒྱ་གར་ལྷོ་ཕྱོགས་ཀྱི་རྒྱལ་པོ་དེའི་མིང་འདི་ས་ལ་པད་ཟླ་ཟེར་གསལ་ཡོད་པ་ཡིན་ཙང་འོ་ད་དེས་ཅི་ཡང་ད་ལྟ་ག་རེ་ཚུགས་རེད། ཁྱེད་ལ་འདི་ད་ལྟ་བསྟན་རྒྱུ་ན་རོ་ལ་ས་ལ་པད་ཟླ་ཞེས་ཐ་སྙད་འདི་གསལ་ཡོད་རེད་ཡིན་པས་ནི་ང་ཚོ་སློབ་དཔོན་གྱི་སྐབས་དེ་དུས་ང་ཚོ་ས་ལའི་སྡོང་པོ་ལ་ཡང་ནི་ཆུ་བརྟོ་ཅེས་སྐད་པ་ཡིན་ཙང་འདི་ཤིང་དེ། གར་སོང་ལ་ང་ཚོ་གླང་པོ་ཆེ་ལ་བསྐྱུར་ཨེ་ནི་གླང་པོ་ཆེ་དེས་བཞོན་པ་བྱས་ནས་དེ་འདྲས་བྱུང་བ་ཡིན་ཙང་ཨེ་ནི་ས་ལ་བཞོན་པ་ལ་ང་ཚོ་ས་ལ་བ་ཧན་ཟེར་གི་སྔོན་ལ་བྱས་ནས་དེ་འདྲས་བྱུང་གོ་ཞེས་རེ་ཡིན་པས་ནི་ཡི་གེ་དེ་ནོར་རེད་རེད་བྱས་དུས་རྒྱུན་དེ་འདྲས་ག་ཚོད་རེད་དཔྱད་པ་བྱས་པ་ན་དེ་འདྲས་ཡོང་གི་འདུག་ད་བ་ཧན་ཟས་དེ་སྤྱིར་བ་བཞོན་པ་དང་བྱོལ་བ་གཉིས་ཀ་ལ་ཡང་འཇུག་གི་ཡོད་ས་རེད་དེ་འཇུག་པའི་སྐོར་དེ་ཡེ་ཤེས་སྙིང་པོ་ཀུན་ལས་བཏུས་པའི་བྲིས་པའི་ནང་ལ་ལས་གསལ་ཤག་དེ་ལ་ཡེ་ཤེས་སྙིང་པོ་ཀུན་ལས་བཏུས་པ་དེ། ལོ་བའི་བྱང་ཆུ་བཟང་པོས་བཙས་པ་རེད་དགེ་དགེ་བསྟན་འགྱུར་གྱི་དབུ་མའི་པོད་ཚར་བ་དེའི་ཤོག་གྲངས་ཉི་ཤུ་རྩ་དྲུག་ནང་ལའོ་དེའི་སྐོར་དེའི་གསལ་གྱི་འདུག་དེ་ནས་ང་ཚོ་བོད་གངས་ཅན་གྱི་ལྗོངས་ཀྱི་ད་ལྟ་བོ་ཏའི་ཆོས་འབྱུང་ལ་སོགས་པ་དོན་ཚན་སྣ་རེ་རེ་ལ་ཆ་བཞག་པ་ཡིན་ན་སྤྱི་ཡོངས་ཁ་ཚ་ཐར་ཁྲོ་གཞོན་ནུ་ཆེ་ཆེ་བུ་སྐད་སུ་གྱུར་ཡོང་དུས་མིང་དེ་འདྲ་ཡོང་གི་འདུག་དེ་ཡིན་དུས་དེའི་སྐད་དོད་དེ་ང་ཚོ་ཕྱི་ར་རྟོག་བྱེད་ཕྱི་མའི་ནོར་ལ་ཨ་ནི་ཤ་ལི་ཝུ་ཧན་ཟེར་ཟེར་ཡོད་རེད། ཡིན་པས་འདི་ལྟར་ང་ཚོ་བདེ་སྤྱོད་ཟེར་ཡ་དེ། ཤ་སྟག་བ་ཧན་ཟེར་ཡིན་དགོས་གི་རེད་འདྲ་ཡིན་དུས་སྐབས་འགའ་ཤས་ལ་ང་ཚོ་ཡི་གེ་འགྱུར་བ་ཕྱིན་ནས་ས་སྟག་བ་ཧན་ཟེར་དེ་འདྲའི་གེ་སད་པའི་ལོ་རྒྱུས་ཡོད་རེད་དེ་འདྲ་ཡིན་དུས་ད་ག་འདྲ། ས་སྟག་བ་ཧན་དག་ཆ་མ་བྲིས་སོང་མ་རེད་ཁ་ག་ཤས་ཡོང་གི་འདུག་བ་ད་ག་འདྲ་བྱུང་ན་རྗེས་སུ་ཏཱ་ར་ནཱ་ཐའི་ཛའི་བས་ད་ལྟ་སྐབས་བབ་དུས་འདྲའི་ནང་ལ་ཆ་བཞག་པས་ན་རྒྱལ་བོ་བདེ་སྤྱོད་ཟེར།

མཚན་དག་ཆ་མ་འདྲ་དགྲ་འདག་འདྲ་པོ་ཡོད་དེ་ནི་མཚན་གྱི་དག་ཆ་མ་འདྲ་ཡིན་དུས་རྒྱལ་པོའི་ལོ་ག་ཡིན་དགོས་སོ་ཅི་བྱ་དགོས། དེ་ལས་དམིགས་བསལ་གྱི་དགོངས་གཞི་ར་བ་ཡོད་ས་རེད་དེ་ལས་ཡིན་དུས་བལྟས་བཅོས་ཟས་ཀྱི་རྒྱལ་རྒྱུད་ནཱ་ལོ་ལ་ད་ལྟ་ཤ་ད་ཀ་ར་ནི་ཟས་ཀྱི་གང་དུ་དེ་འཆར་བས་ན་བདེ་སྐྱིད་ཟས་དེ་རེད་བོད་དམ་དེ་ཕ་ཆམ་ཆི་ལ་སྐྱིད་ཟས་ཀྱི་མཚན་གཙོ་བོ་དེ

སློབ་མའི་ཁ་ཚ་དེ་རྒྱལ་པོ་བདེ་ཆོས་འདི་འདྲའི་བཞུགས་པ་ཇི་ཚོད་ལྟར་རན་ད་དེ་ད་རྒྱ་གར་ཆོས་བརྒྱུད་ནང་ལས་སོང་ཤག་ད་གང་ད་རྒྱལ་སྲིད་དུས་ཡུན་ད་ག་ཚོད་བསྐྱངས་ཡོད་མེད་གསལ་པོ་ཞུ་མཁན་ཡོད་མ་རིན་པས་ནི་ད་རྒྱལ་པོ་བདེ་ཆོས་ཀྱི་རྒྱལ་རྒྱུད་ཀྱི་བྱུང་བའི་རྒྱ་གར་ནང་གི་ད་གནའ་རབས་ཀྱི་ཡིག་ཆ་རྙིང་པ་ཁག་རེད་ཕྱིས་སུ་ད་ད་ཐབས་ཅད་ཞིབ་འཇུག་བྱེད་མཁན་གྱི་བྱས་པས་ད་དཔྱད་ཞིག་ག་ཚོད་རེད་ད་དཔྱད་ཞིབ་ཀྱི་གྲུབ་དོན་འོ་དོ་དོ་ནང་ཕན་ཚུན། གཅིག་བལྟས་པ་ཡིན་ན་ང་གཅིག་གྱུར་དང་བྱིས་པ་མཐུན་པ་རེ་རེ་སྐྱེས་ཡོང་ང་དེ་འདྲ་ཡིན་དུས། དུས་ནམ་ཡང་རྒྱལ་སྲིད་ད་ལོ་སུམ་ཅུ་སོ་གཅིག་ལས་ལྷག་པ་བསྐྱངས་པའི་རྒྱལ་པོས་དེ་འདྲ་གི་གསལ་ཁ་མི་གསལ་རེ་བོ་ཁེལ་ཡོང་ང་ད་རིང་ཤུལ་འདི་སྐྱེས་པ་སུམ་ཅུ་ཐམ་པ་དེ་རེད་དེ་ན་ཞིག་གི་ད་ལྷོ་ཕྱོགས་ད་ད་སྤ་ཟླའི་འབྲས་སྤུངས་རེད་ལྷོ་ཕྱོགས་དཔལ་གི་རེད་དེ་ན་ཞིག་གི་དགོན་པ་ཀླུ་སྒྲུབ་གི་རེད་ད། འོ་དེ་ཚོའི་ནང་ལ་ད་ཀོང་པོ་ཀླུ་སྒྲུབ་ཀྱི་བཀའ་བརྩི་བ་རྣམས་དག་དང་འབྲེལ་བའི་ཡིག་ཆ་བཀོད་པ་ལ་སོགས་པ་དེ་འདྲའི་ག་གེ་གཉིས་སོན་རུ་གེ་བྱུང་ཡོང་བ་རེད་དེ་ནས་སྤུན་ཟླ་འབྲས་བུ་ནས་ད་ནུབ་བྱང་ཕྱོགས་ལས་རྒྱང་གྲགས་ག་གྱ་དྲུག་ཅུ་ཙ་ཅིག་གི་ས་གནས་ཅིག་ལས་ད་ལྟ་ཆོས་སྡིངས་ཆེན་པོ་ཅིག་གི་ཨ་ནི་ཞིག་རུ་དེའི་ས་འོག་ནས་སྔ་བ་ནས་སྟོན་པའི་ད་ལྟ་སྐུ་བརྙན་ཅིག་རྙེད་ཡོད་རེད་སྟོན་པའི་སྐུ་བརྙན་དེའི་ཞབས་ཀྱི་གཤམ་ལ་ཡང་ད་ད་བ་བསྟན་རྟ་ན་བ་བསྒྱུར་ན་ཨ་ཅར་ཡ་ཟེར་གི་ད་གང་ལྟར་བུ་ག་ཚུགས་བསྒྱུར་ཡིན་ན་བཙུན་པ་སློབ་དཔོན་ཀླུ་རུ་ཟེར་གི་ཡི་གེ་འདི་རིལ་གྱིས་བཀོད་པ་ཅིག་ཡོད་རེད་ཨ་ནི་འདི་སུས་བཞག་མ་བཞག་སྐབས་ལ་ཡ་ཨ་ནི་ད་ལྟ་ཨ་ཅར་ཡ་ཡི་སློབ་མ་ཨ་ནི་རྫ་ཡ་པ་ཧ་པ་རྟ་རྒྱལ་བའི་འོད་ཟེར་འདི་རེད་དེའི་སློབ་མ་ཨ་ནི་ཙན་དྲ་པ་པ་ཟླ་བའི་འོད་ཟེར་འདི་ཨ་ནི་རྫོགས་པའི་བྱང་ཆུབ་ཀྱི་གོ་བ་ཐོབ་པའི་གི་ཆེད་དུ་ཨ་ནི་སྐུ་འདི་བཞེངས་པ་ཡིན་ཞེས་ལེགས་སྦྱར་གྱི་སྐད་ལས་ད་ལྟ་ལེགས་སྦྱར་སྐད་ནང་ནས་ད་ཚངས་པའི་ཡི་གེ་ལ་བྲིས་པ

ཡིན་ནས་ད་ང་ཚོ་སྤྱི་ཡོངས་བོད་གངས་ཅན་གྱི་ལྗོངས་ཀྱི་ད་རྒྱལ་རབས་ལོ་རྒྱུས་དང་ཆོས་འབྱུང་ཁག་གི་གསུང་ཆོས་གཞིས་ཆགས་བྱས་པ་ཡིན་ན་མགོན་པོ་ཀླུ་སྒྲུབ་ཀྱི་ད་གར་སུ་ར་ཅིག་རྒྱལ་པོ་ལས་ལུང་བསྟན་པའམ་ཡང་ན་བྱིན་གྱིས་བརླབས་པ་གར་ཡིན་པ་ཡིན་ན་གང་ལྟར་རྒྱལ་པོ་བདེ་སྤྱོད་དེ་མགོན་པོ་ཀླུ་སྒྲུབ་ཀྱི་དུས་ལས་ཨ་ནི་གསར་དུ་རྒྱལ་པོ་ལས་ཆགས་པ་ཅིག་དང་ཨ་ནི་དེ་ནས་མ་བརྒྱུད་པར་རིམ་པར་ཕྱིན་ནས་ད་རྒྱལ་བརྒྱུད་བྱུང་བ་དང་དེ་ལས་རྒྱལ་པོ་བདེ་སྤྱོད་ཀྱི་རྒྱལ་བརྒྱུད་ཟེར་ཏེ་བྱུང་བ་རེད་ཅེས་གསུང་གི་ཡོད་རེད། ད་དེ་ཡང་སྤྱི་ལོའི་ང་ཚོ་དུས་རབས་དབང་ཆེ་བ་ཡིན་ན་སྤྱི་ལོའི་དུས་རབས་ཉིས་བརྒྱ་ཉི་ཤུ་ཙམ་ལས།

ཧོ་ཆེན་པོ་འདི་འདྲའི་ཅི་ལ་ཡང་དེ་སྒུག་གི་ཡོད་རེད་ཡ། རྒྱ་ནག་གི་ད་ལྟ་ལུག་ཤི་ཤ་བྱས་པ་ཡིན་ན། ཀོང་པོ་ཀླུ་ཕྲུག་འདི་ད་ལྟ་ཅི་ཡོད་ང་སེམས་ད་ལྟ་སློབ་དཔོན་གྱི་རྒྱུད་པའི་ནང་རང་ནས་སློབ་དཔོན་བཅུ་གཉིས་བྱུང་པའི་ནང་གི་ད་བཅུ་གཉིས་པ་མཐའ་མ་དེ་ཡིན་པ་འདི་འདྲའི་ཅིག་གསུང་གི་ཡོད་རེད་ད་དེའི་དུས་ཚོད་ཆ་བཞག་པ་ཡིན་ན་བཅོམ་ལྡན་འདས་མྱ་ངན་ལས་འདས་ནས་ལོ་བདུན་བརྒྱད་རྗེས་ལ། བྱུང་པ་འདི་འདྲའི་གསུང་གི་ཡོད་འདུག་དེ་ན་ཞིག་ད་ང་ཚོ་བོད་དང་རྒྱ་ནག་གི་ཡང་ཁེ་བ་འགའ་བཤད་འདོད་ན།

ཅི་རེད་དངོས་ལས་ཨོ་ད་དེ་རྒྱལ་ཆེན་པོ་དེ་རེད་ཅི་རེད་ཁས་ལེན་གོ་གི་ཡོད་རེད་ད་དེ་ཡི་སྤྱི་ཡོངས་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱི་སྐུ་ཐིག་ལ་ཆ་བཞག་པ་ཡིན་ན་སློབ་དཔོན་ཨ་ཡེ་ལྟེ་བ་དངོས་སློབ་རེད་སློབ་དཔོན་ཨ་ཡེ་ལྟེ་བ་དང་མུ་ཏིག་ཏང་ཡོན་ལ་སོགས་པ་དེ་ཚོ་ང་ཚོ་ཁ་སུ་རེད་རྩོད་པ་རྩོད་པའི་ལོ་རྒྱུས་ཡོད་དེ་ནང་བཞིན་གྱི་སློབ་དཔོན་ཏང་ཡོན་དེ་མགོན་པོ་ཀླུ་སྒྲུབ་ཀྱི་ཨ་ནི་སློབ་མ་ལ་ཆགས་པ་དེ་འདྲའི་གསུང་སྲོལ་འདུག་བ། ད་ང་ཚོ་རྒྱ་གར་འཕགས་བོད་ཡུལ་དང་བོད་གངས་ཅན་གྱི་ལྗོངས་ཀྱི་སྤྱི་ཡོངས་མཁས་པ་མང་ཆེ་གི་གོང་བུ་བསླུ་བྲུ་དང་ཚ་ཡི་ཁྱིམ་སྡེ་དེ་གི་ལུང་བསྟན་གཞིས་ཆགས་བྱས་ནས་ཁྱིམ་སྡེ་དེ་ཉེ་སྔ་ནས་བསྟེན་པའི་ལོ་ཨ་ནི་བཞི་བརྒྱད་རྗེས་ལ་རྒྱ་གར་ལྷོ་ཕྱོགས་བི་ཏའི་ཡུལ་ལ་འཁྲུངས་པའོ་དེའི་གསུང་གི་ལོ་རེད་ད་ནུབ་ཕྱོགས་པའི་ལུགས་གཞིས་ཆགས་རུ་བྱས་པ་ཡིན་ན་གོང་བུ་བསླུ་བྲུ་བྱོན་པའི་དུས་ཚིགས་དེ་སྤྱི་ལོའི་བརྒྱ་ཕྲག་གཉིས་པའམ་ཡང་ན་སྤྱི་ལོའི་བརྒྱ་ཕྲག་གསུམ་པ་འདི་འདྲ་རྗེས་ལ་ཡང་བྱོན་པ་ཁས་ལེན་གུ་གུ་ཡོད་རེད

དེ་འདྲའི་ཅི་ལ་ཡང་འདོད་ཀྱི་འདུག་དེ་འདྲས་ཡིན་དུས་ད་ག་ད་སངས་རྒྱས་བཅོམ་ལྡན་འདས་ཀྱི་འདོད་རྒྱལ་སུ་གྲགས་ནས་ང་ཚོ་རྒྱ་གར་འཕགས་པའི་ཡུལ་དུ་བོད་གངས་ཅན་བའི་ལྗོངས་ཀྱི་མཁས་པ་དོན་གཙོས་ཞེས་པ་ཤེས་བྱ་བྱ་བས་ན་མགོན་པོ་ཀླུ་སྒྲུབ་ཆེན་པོའི་དུས་ཚོད་དེ་སྤྱི་ལོའི་སྔོན་གྱི་བརྒྱ་ཕྲག་དང་པོ་ནས་བྱེད་པ་གཅིག་གིས་ནི་སྤྱི་ལོའི་བརྒྱ་ཕྲག་དང་པོའི་བར་འཇུག་པ་དང་དེ་འདྲས་ཅི་ལ་ཡང་མཚོན་པ་ཅིག་བྱ་དགོས་ཀྱི་རེད་ད་རྒྱ་ནག་གི་ལུགས་སུ་ཤེས་བྱ་བས་ན་སྤྱི་ལོའི་བརྒྱ་ཕྲག་གཉིས་པའམ་གསུམ་པ་ལ་ཡིན་པ་འདི་ལྟ་ཅི་དགོངས་ཞུ་བ་དེ་རེད། གོང་ལ་ཡིག་ཆ་མང་པོ་འབྲི་ཞུས་པ་དུ་ཟླ་བཞི་ཤ་བྱས་པ་ཡིན་ན་ཀོང་པོ་ཀླུ་རུ་ཆེན་པོའི་དུས་ཚོད་དེ་སྟོན་པ་ཁྱིམ་སྡེ་དེ་ཉེ་སྔར་བསྟེན་པའི་ལོ་བཞི་བརྒྱད་རྗེས་ལ་ཡིན་པ་དེ་མང་ཆེ་རབས་བདག་གཞས་ཡིག་ཆའི་སྟེང་མང་ཤོས་ཆགས་བསྡད་ཡོད་རེད་ད་དེང་སང་འཛམ་གླིང་ནག་རོག་ལ་ཡོད་པའི་ང་ཚོ་ནང་པའི་རྒྱལ་ཁབ་མང་པོ་ཡོད་རེད་ནང་པའི་རྒྱལ་ཁབ་མང་པོའི་ནང་ལས་ད་ཡོངས་གྲགས་དེ་ང་ཚོ་སངས་རྒྱས་བཅོམ་ལྡན་འདས་གོང་པོ་ལ་བསྡད་ཉེ་སྔར་ལ་བསྡད་པའི་ལོ་དེ་འདས་ལོ་རྩི་སྟངས་དེ་ད་ཟླ་བཞི་ལ་འགའ། ཁོ་ཚོའི་བརྩི་ས་ག་རེ་བརྩི་སྟངས་དེའི་རྗེས་སུ་འབྲངས་ནས་བརྩིས་པ་དེ་ལྟའི་མཚན་ལྡན་དག་ཁས་ལེན་བདེ་བ་ཟེར་ནས་མི་འདུག་ད་གྲགས་ཆེ་བ་དེ་བརྩིས་ཡོད་རེད། དེ་འདྲས་ཡིན་དུས་ད་ཞིབ་ལ་འགའི་ཡུལ་གྱི་ད་ལྟ་དགོངས་པ་ཉིང་ལས་འདས་པའི་ལོ་འདི་འདས་ལོ་སྟེ་སྤྱི་ལོའི་སྔོན་གྱི་ལོ་ལྔ་བརྒྱ་ཞེ་བཅུ་ཞེ་བཞི་ལོ་ལ་ཨ་ནི་བདག་ཅག་གི

ལོ་ཟླའི་དབང་དུ་བཏང་བ་ཡིན་ནས་ད་ལྟ་ལོ་ཟླའི་ནང་ལོགས་ལ། ཨ་ནེ་དྲག་པོ་ལྕགས་སྤྲེལ་བི་ཏའི་ཡུལ། འཕགས་མཆོག་ཀླུ་སྒྲུབ་སྐུ་འཁྲུངས་ཤིང་ཞེས་གསུངས་པ་ན་གཞི་བདག་ད་ལྟ་བར་དུ་བས་ན་མགོན་པོ་ཀླུ་སྒྲུབ། འཁྲུངས་ནས་ལོ་ཞེ་གཉིས་ཀ་ཉིས་སྟོང་བཞི་བརྒྱ་དགུ་བཅུ་གོ་བདུན་དྲུག་ཡོད་རེད་དེ་འདི་ཡང་བརྩི་བས་ཡིན་པ་ཡིན་ན། བཅོམ་ལྡན་འདས་ཉིན་ག་ལེར་བསྟེན་ནས་ལོ་བཞི་བརྒྱའི་རྗེས་ལ་མགོན་པོ་ཀླུ་སྒྲུབ་བྱོན་པ་དེ། ཀའི་ལོ་ན་ཇི་སྐད་སུ་ཆགས་ཡོད་རེད། འོ་དེ་འདྲ་ཡིན་དུས་ད་མགོན་པོ་ཀླུ་སྒྲུབ་འཁྲུངས་པའི་དུས་ཚོད་རེ་ཡང་བསྡུས་ཚེ་མ་འདྲ་ཧ་ཅང་མང་པོ་ཡོད་ན་ཞེས་མགོན་པོ་ཀླུ་སྒྲུབ།

པོ་དེས་ལོ་ཧྲིལ་པོའི་ཚིགས་ལ་བྱས་པ་ཡིན་ན་གོང་ལོ་དྲུག་བརྒྱ་བཞུགས་པ། གསུམ་ལ་གཅིག་དང་ཡང་སྤྱི་ལོ་བཞི་བརྒྱ་དྲུག་ཅུ་རེ་ལྔ་ལོ་ལ་གནས་བརྟན་སྡེ་པའི་ལུགས་བྱས་པ་ཡིན་ན་གོང་པོ་ལོ་རུས་ཉེ་མ་ནས་བསྟན་པའི་གསུམ་དང་གཅིག་དེས་ལོ་དྲུག་བརྒྱ་བཞུགས་པ། འོ་འདི་འདྲ་བྱས་པ་ཡིན་ན་གོང་པོ་ལོ་རུས་གང་ལྟར་འཁྲུངས་འདས་གཉིས་ཀ་ལོ་ལ་ཤི་བ་མ་བསྟན་པ་ཧ་ཅང་མང་པོ་ཡོད་པ་ཅི་རེད་ཤག། འོ་འདི་འདྲ་ཡིན་འདི་ལྟར་དོང་གོ་དངུལ་ལ་བརྡ་དག་དེ་ཡག་པོ་ཞིག་མི་འདུག་དེ་ཡག་པོ་ཞིག་གྲུབ་མི་འདུག་འོན་ཏེ་མཚམས་བཞག་གིན་འདུག་ཅེས།